ད་རིང་གི་སྐད་ཆ་འདི་ཆབ་སྲིད་ཀྱི་གནས་སྟངས་དང། གཅིག་གི་དགའ་མེད་དགའ་སྡོད་ཀྱི་གནས་སྟངས་དང། ཨ་ནི་ཡང་ཕྱོགས་སུ་ལྷུང་གི་གནས་སྟངས་དང། ཨ་གཅིག་ལ་ཡང་སྨན་འབེབས་བྱེད་ཡག་གི་གནས་སྟངས་དེ་འདྲའི་རྩ་བ་ར་ནི་མེད། ད་རིང་གི་སྐད་ཆ་འདི། སྤྱི་སྟངས་ནི་ཆབ་སྲིད་ཨ་ཁ་སོ་སྤྱི་ཚོགས་ནང་ལོགས་ལ། ཨ་ནི། མི་སོ་སོ་གི་ལྟ་སྣང་མཐོང་ཆོས།

ཁོ་རང་མ་གཏོགས་ང་རང་ཚོ་སྤྱི་ཚོགས་ནང་ལས་གཞན་པ་སུ་ཆེད་མཐོང་གི་མི་འདུག་བྱས་རྗེས་ཞུས་ཡོད་ཞུ་བ་ནང་བཞིན་བྱེད་ཀྱི། ཨ་ནི་ཁོ་རང་གི་བརྙན་ཐུང་གཟིགས་དེ་ངས་མི་ལན་གཅིག་ལྟ། ད། ང་ཚོ་གི་སྤྱི་ཚོགས་ཙམ་མ་ཡིན་པའི་འཛམ་བུ་གླིང་འདི་གང་བོ་ལ་མི་ལན། བརྙན་ཐུང་གཟིགས་དེ་ངས་མི་ལན་ལ་དུ་བརྩམས་པ་དུང་ཕྱུར་གཅིག་ལྷག་ཟིན་ས་ཡོད།

ཆོས་མ་འདྲ་བ། མི་རིགས་མ་འདྲ་བ་ཚང་མ་ལོག་ལ། དབྱེ་བ་དབྱེ་འབྱེད་མེད་པའི་ཐོག་ནས། དངོས་གནས་དྲང་གནས་ལྷག་བསམ་རྣམ་དག་གིས། རོགས་པ་ཅིག་བྱས་ནས་འགྲོ་ཡོང་དུ། མི་འདི་འདྲས་དྲིན་དྲན། དྲན་འདི་ཚོ་ང་ཚོ་སྤྱི་ཚོགས་ནང་ལོག་ལ་ཏན་ཏན་ཁོ་རང་བསམ་ཤེས། རང་ཚོ་བོད་པ་ཇི་ཡིན་པའི་ཆ་ནས་བསམ་ཤེས་བྱེད་དགོས་ཡ་དང། གང་ཟག་འདི་འདྲས་ལ་ཡ། བཙོན་འཇུག་སྒྲིག་འཛུགས་ཀྱི་ངོས་ནས་གཏན་བདེ་ཁོ་ལ་བསམ་ཤེས་ཅིག་གནང་དགོས་ཀྱི་འདུག་བྱས་རྗེས་ཐེ་གདོང་གང་ལོག་ལ་འདས་པའི་གི་ཟླ་བ་བཞི་ལྔ་ལོན་ལ་ཐ་མ་གསུམ་བརྩི། ད་ད་ལྟའི་ལས་བཏུས་བཅས་ཐ་མ་བཞི་བ་ཅིག་ཡིན་བསམ་ས་དྲན་གྱི་ཡོད། སོང་ཙང་དེ་འདྲའི་ཅིག་གང་ལོག་ལ་ངས་ཤུགས་ཆེན་པོ་ཞུ་རྗེས་སྐད་ཅིག་བཤད་ནས་འགྲོ་བསྡད་ཀྱི་ཡོད་རེད། ནས་འདུག་འདི་ཤེས་དགོས་ཡ་དེ་སྤྲེལ་དཀོན་མཆོག་ང་གཉིས་པར་རུ་ནང་རོ་ལ། མཐོང་མྱོང་བས་མེད།

བྱམས་སྙིང་རྗེ་གི་ལོག་གི་གསུང་བྱིན་འདིས་ཁོ་རང་གི་གཏན་བདེའི་བཞུགས་ཏུ་ཨང་བསམ་ཚ་གི་འཚོ་བ་ཤུགས་ཆེན་པོ་ཞིག་བྱུང། ཁོ་རང་ད་རིང་ཙམ་མ་རེད་ད་ལོ་མང་པོ་ཕྱིན་ངེས་ནི་རེད། སྤྱི་ཚོགས་ནང་ལོག་ལ། མི་རིགས་འདྲ་མིན། ཆོས་ལུགས་འདྲ་མིན། ཚང་མ་ལོག་གི་གང་ཟག་ལ་ཡ། རྒྱབ་སྐྱོར་དང་རོགས་པ་བྱེད་ནི་ཕལ་དེ་ངེས་ཀྱི་གང་ཟག་དེ་འདྲའི་ཆེད་རེད། བསམ་ཚ་ད་རིང་གཉེན་འདུན་ཡང་གར་ཆེན་ནི་བཟོས་དགོས་རེད་བསམ་ཚེ་གི་ལབ་པ་ཡིན་ན། ཧང་སང་ཡ་གཅིག་ལ། ད་རིང་ཡ་དངོས་གནས་དྲང་གནས། གང་ཟག་ཁོ་རང་ལ་མིང་འཕོས་ཀྱི་མེད་ད་རིང། ད་རིང་ཐེངས་དང་པོ་འདི་ལ་མིང་འཕོས་ཀྱི་མེད་གང་ཟག་ཁོ་རང་ཡིན་ནའི། སྙམ་རྒྱུ་ད་ཡར་སྤྲད་ཀུན་སྤྱོད་དང་མ་འདྲ་བར་གང་ཟག་གཞན་པ་བརྙན་ཐུང་བཟོས་དེ་ངས་ཁོ་རང་གི་ཡིན་ནའི། མི་ཉམ་ཆུང་མི་སྐྱོ་པོ་ཁོ་རང་ཡིན་ནའི།

གར་བྱེད་ནི་ད་རིང་གལ་ཆེན་པོར་མཐོང་གི་འདུག་བཟོས་པ་ཡིན་ན། བཀྲས་དཀོན་མཆོག་ལ་ཁོ་རང་གི་བརྙན་ཐུང་འདི་བལ་པ་ལས་ལྷག་བསམ་བྱེད་ཀི་མི་རིགས་གཞན་པ་གི་བསིག་གོ་རེད། ཨ་ནི་མི་རིགས་གཞན་པ་དེ་ཚོ་གི་བསམ་བློ་ནང་ལ་ང་དང་ང་འདྲ་བོ་གི་གནས་ཚུལ་འདྲ་བོ་དེ་བསམ་བློ་ནང་ལ་སླེབས་བས་གི་ཉེན་ཁ་འདྲ་བོ་ཅིག་མཐོང་ཚེ་ད་རིང་ངས་བརྙན་དགོན་བརྙན་ཐུང་འདིའི་ནང་གི་ཞུ་བསྡད་གི་ཡོད། སོང་ཙང། ད་རེད་དེ་ཡིན་དུས།

ཐུགས་ཤོག་ཆེན་པོ་ཞུ་གཅིག་ལ་ངས་ང་སྒྲོག་བྱས་ན་ངོས་འཛིན་རྩ་བར་བྱེད་ཐུབ་མེད། འདི་ངེད་ཀྱིས་ག་འདྲའི་ཐོག་ལ་ངོས་འཛིན་བྱེད་དགོས་ལབ་པ་ཡིན་ན། ཨ་ནི། ཕྱག་ལས་གནང་ལེ་ངས་གང་ཟག་འདི་ཚོ་གི་གཟིགས་ཕྱོགས་རེད་བ། ག་འདྲས་ལྟ་དགོས་ཡོད་ན། བསམ་བློ་ག་འདྲོག་ཅིག་འཁྱིལ་དགོས་ཡོད་ན་རེད་བ། འདི་གང་ལོག་ལ། ཏན་ཏན་ཁོ་རང། སོ་སོ་འདྲ་བོ་བྱས་ན་བློ་ཕམ་དང་སྐྱོ་བ་ཅི་ཡོད་ཅེས་ནས་ཞུ་ཡ་ཡིན། ཨོ་ཁེ། ཏོ་ཨཱ་ཙི་མེ།

རྒྱུ་འབྲས། དེའི་སྒང་ནས་རྣམ་པ་ཚོགས་ཀྱི་མང་པོ་གཅིག་གིས། འཚོ་བ་བསམ་རྒྱུ། རྣམ་པ་ཚོགས་མང་པོ་གཅིག་གིས། གཟིགས་སྟངས་འདྲ་མིན་མང་པོ་གཅིག་ཡོད་རེད། ཡིན་ན་རེ་བ། རྣམ་པ་ཚོགས་ལ་ད་ལྟའི་སྐབས་ནང་ལོ་ཏང་ག་རེ་ཞུ་དགོས་ལབ་ན། ཉིས་སྟོང་ཉིས་གསར་དྲུག་གི་དངོས་གཞིའི་འོས་བསྡུ་ཚ་ནི། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས། གཏན་བདེ་ཁོ་ར། བཀའ་ཤག། བདུན་ཆ་ཚང་གཅིག་བསྐོས་ཀྱི་རེད། བཀའ་ཤག་བདུན་བདུན་དེའི་ནང་ལོ་ལ། ད་རིང་ཉིས་སྟོང་ཉིས་གསར་དྲུག་གི་དངོས་གཞིའི་དངོས་འབྲེལ་གྱི་འོས་བསྡུ་གིས། སྒང་ངའི་བཀའ་ཤག་ནང་ལོགས་ལ། རྒྱ་ཆེ་རྒྱ་ཐམ་པ་ང་རང་སྤྱི་སྲིད་ཀྱི་རོ་ང་རང་གི་ཚོད་དཔག་གིས། ང་རང་གི་གདིང་ཚོད་ཀྱི་དོན་ནི། དངོས་གཞིའི་གི་འོས་བསྡུ་ནང་ལོགས་ལ། དངོས་འབྲེལ་གྱི་འོས་བསྡུ་ནང་ལོགས་ལ། འཆར་གཞི་གླེང་འདི་ངས་གང་ཟག་འདི་འདྲའི་བཀའ་ཤག་ནང་ལོགས་ལ། གླེང་བའི་གི་རེ་བ། གཏན་བདེ་ཡོད་དཱ། སོང་ཙང། དེ་རིང་དེ་ག་འམ་ཅིག་ཞུས་ཅིག་བཞག་པ་ཡིན་ན། གཏན་བདེ་ཁོ་ན་རྣམ་པ་ཚོ་མང་པོ་ཅིག་གིས་མཁྱེན་གྱི་རེད་བསམ་བསམ་ལ་དྲན་གྱི་ཡོད། དེ་ནི། ལྷག་དོན་དུ་ར་བ་དག་ང་ཐ་མ་མང་པོ་ཡི་ཐ་མ་ཐ་མ་མང་པོ་ཡི། སོ་སོ་འདྲ་བོ་བྱས་པས་ཡིན་ན། ཕ་ཡུལ་གཅིག་པ་ལ་ཞེན་མགོ་ཁྱི་ཡི་ལས་ངན་དང། གཏན་བདེ་ཁོ་ར་ཤ་ཅན་ཡོད་དེ་ངའི་མི་གཅིག་ཡིན། སོང་ཙང་བརྙན་ཐུང་འདིའི་བརྒྱུད་བཅས། ཕ་ཡུལ་གཅིག་པ་ཚོ་གིས། ཨ་ནི། གནས་ཚུལ་མང་པོ་ཞིག་ནང་དུ་ལ་ངེས་ཀྱི་སྐད་ཆ་མང་པོ་ཞིག་བཤད་ཡོད། བཤད་དགོས་ཡ་དེ་ང་རང་སོ་སོ་གི་ཕ་ཡུལ་གཅིག་པ་ལ་ཞེན་གོ་དང་ཤ་ཚན་ཡོད་བའི་ཐོག་ནས་བཤད་ཀྱི་ཡོད་མ་གཏོགས་ངའི་ཕ་ཡུལ་གཅིག་པ་ལ་མ་དགའ་ངེས་དང་ངའི་ཕ་ཡུལ་གཅིག་པ་ལ་ཞེན་གོ་མི་ངེས་ཀྱི་གང་ཟག་དེ་འདྲའི་རྩ་བ་རང་ནས་མེད་རེད་བ། སྤྱི་ཚོགས་ནང་ལོག་ལ་ཡིན་ན་རག་འདུག་མ་འོངས་པ་ལུག་རྒྱུད་སྒང་ལོག་ལ་ངོ་གནས་དྲང་གནས་ངའི་གི་ཕ་ཡུལ་གི་མིང་འདི་བོད་བྱས། ཧོ། ཆོལ་ཁ་འདིའི་ནང་ལོགས་ལ་མི་འདི་འདྲས་འདུག་ད། བྱས་བྱས། ལུག་ཁྱུ་སྒང་ལོགས་ལ་གཏམ་རྫས་ཀྱི་མིང་ཙམ་མ་ཡིན་པ། མདོ་སྡེ། མདོ་སྡེ་ནང་ནས་གང་རྫས་གཏམ་རྫས། ཁོས་གས་འདི་འདྲས་ཅིག། ལྟ་བ་འདུག་ད་མདོ་སྡེ།

རྣམས་ལ་ཡང་ཁ་གདངས་ཚེ་བརྟག་ཚེ་ར་བ་སྟོང་པ་འདི་འདྲའི་མ་སྐྱོན་རོ་ན་ཤོད་ཡ་ཡི་ལགས་སོ། ཚེ་རིང་རེད་བླ་མའི་སྐྱབས། བོད་རྒྱལ་ལོ། བོད་རྒྱལ་ལོ། བོད་རྒྱལ་ལོ། ཚེ་རིང།